བསྟན་པའི་སྨད་བཀྲ་ཤིས་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་བཀྲ་ཤིས་བདེ་ལེགས། དེ་རིང་ང་ཚོ་སྙེ་མོ་གསེར་ཁྲི་གླིང་གིས་གཙོ་སྒྲུབ་གནང་བའི་གི་དངོས་མིན་རིག་གནས་ཤུལ་བཞག་བརྩམས་ཆོས་འགྲེམས་སྤེལ་གྱི་བྱེད་སྒོའི་དངོས་ལ་ཡང་ཞུགས་བྱས་རྗེས་ཁྱེད་རང་གིས་ད་ང་ཚོ་བརྩམས་ཆོས་དེ་དག་ལ་ཡང་གཟིགས་པའི་རྗེས་ལ་ཡང་མྱོང་ཚོར་གྱི་མཉམ་སྤྱོད་གནང་དང་དེའི་ཐད་ནས་དེ་དོན་ང་ཚོ་ད་ཡིག་གཟུགས་བྲིས་སྙན་ཡིན་ནི་རེད་ལོ་ཆེ་ཆུང་མ་འདྲ་རྒན་དར་གཞོན་གསུམ་ཆ་ཚང་ཡོད་རེད་རེད་པ་དེ་ཚོ་ཆ་ཚང་གཟིགས་བྱས་རྗེས་ཁྱེད་རང་ལ་ཡང་བློ་སྐྱིད་དང་མྱོང་ཚོར་ག་འདྲས་བྱུང་སོང་མཉམ་སྤྱོད་ཞུས་དང།
བཀའ་དྲིན་ཆེ་ད་ང་རང་འདྲ་ཡིན་ན་ཆེ་མཐོང་གི། ད་འདི་འདྲ་བོ་བཞེད་དགོས་མང་པོ་ལ་འགྲོ་འདོད་སྲིད་ཡོད་རེད་དེ་ནས་ལྷག་པར་དུ་ད་དུས་རྒྱུན་དུ་ང་ཚོས་ཚིག་སྐད་ཡིག་གི་ཐོག་ལ་ཡང་ད་རང་གི་ཁ་ནས་བཤད་རྒྱུ་རེད་ལག་ནས་ལས་རྒྱུ་རེད་དུས་རྒྱུན་དུ་ཡིན་ན་དེ་འདྲའི་བཟོ་འདོད་དུས་སྐབས་སུ་ལ་དམིགས་བསལ་གྱི་དེ་ནས་ཅིག་ཡི་གེ་དེ་ཚོ་མཐོང་བཞག་དུས་སྐབས་སུ་ལ་དེ་རིང་གསར་དུ་དམིགས་བསལ་གྱི་ཚོར་བ་ཟེར་ན་ཞི་རག་ཞི་རག་དེ་འདྲའི་རེད་ཞིག་རེད་ད་ཡིན་ན་ང་དེ་རིང་ཚོར་སྣང་ཟབ་ཤོས་འདྲ་བོ་དེ་ད་ད་གའི་ཚོགས་འདུ་གི་སྐབས་དེ་ནང་ལ་ད་ཅིག་རྒད་པོས་མ་བཀའ་ཟུང་ལ་ཟུག་པར་ཁོང་རྣམ་པ་དགོངས་ན་མཐོང་པོ་ད་ཚོད་ཕེབས་ཡོང་དུས། ད་ཁོང་རྣམ་པ་རྫོགས་ན་དེ་ནི་ང་ཚོ་འོས་པའི་ད་ཅིའི་རིག་གནས་ཀྱི་སྡོང་རྒན་འདྲ་པོ་དེ་མཇལ་འགྲོ་གི་རེད་བསམ་ནས་སེམས་ནང་སྐྱོ་སྣང་འདྲ་ཞིག་ད་ཅིག་གང་འཚམ་གཅིག་ནི་ཕ་ཡིད་སྐྱོ་ལྷོང་ལྷོང་འདྲ་པོ་ཆགས་ནས་ཕ་སེམས་སྐྱོ་ཡོང་ཡང་འདྲ་པོ་དེ་འདྲ་ཡོང་གི་འདུག་ཡང་ད་ལྟ་ལོ་ཆུང་ཆུང་སྤུ་གུ་ཆུང་ཆུང་དེ་ཚོ་དེ་འདྲས་ཟེར་ཡོང་ནས་ཁོ་ཚོས་སྐད་གཅིག་ནས་སྐད་གཙང་མ་གཉིས་ནས་ཅིག་ལུས་ཀྱི་སྐུ་ཞབས་དེ་ཚོ་ཡང་མི་རིགས་རང་གི་སྲོལ་རྒྱུན་གྱི་ཁྱད་ཆོས་ལྡན་པ་དེ་འདྲས་བཤད་བཏང་ཡོང་དུས། ཡང་རེ་བ་འདུག་ཨ་དངོས་གནས་ད་དུང་ཡང་ང་ཚོ་གི་ཅིག། རྩ་བ་དེ་སྐམ་མ་སོང་ན་ཡལ་ག་དེ་མུ་མཐུད་ནས་བརྗེ་ཡོང་གི་འདུག་ཨཱ་བསམ་བསམ་འདྲ་བོ་དེ་འདྲའི་གི་ཚོར་སྣང་ལེན་ཡོང་གི་འདུག་དེ་ནས་ད་ལྟ་འདི་ནས་མ་སྐོར་ར་བརྒྱབ་ཅིག་ལས་ཡོང་དུས་ད་ལོ་ཆུང་གཞོན་གཅིག་འདི་འདྲའི་མང་པོ་ཅིག་མཉམ་དུ་འཛོམས་དེ་ནས་ཚང་མ་གི་དེ་ཚོར་དོ་སྣང་བཟོ་དུས་ཁོ་དུས་རྒྱུན་དུ་ཞེ་དྲག་དོ་སྣང་མེད་མཁན་ཅིག་ན་འདི་འདྲའི་མཐོང་སོང་ན་ཡང་བག་ཆགས་དང་ཀུན་སློང་དང། ཁོ་ལ་ཡང་དམིགས་བསལ་གི་ཅིག་མྱོང་ཚོར་ཟབ་མོ་ཅིག་བརྒྱ་ཆ་བརྒྱ་སྐྱེས་འགྲོ་ས་རེད་བསམ་ཡོང་དུས་འོ་ད་ང་ཚོའི་ངོས་ནས་བཤད་སོང་ན། ང་རང་འདྲ་ཡིན་ན་དམིགས་བསལ་གྱི་ཆེས་ལོས་ཡིད་གཟུགས་ཀྱི་དགེ་རྒན་དེ་འདྲས་མ་རེད་དེ་ཡང། ད་གང་ཐུག་ཐུག་གིས། འདི་འདྲའི་འདྲ་པོ་ལ་ཡ་ཤ་བ་འབྲི་འདོད་སྤོང་པ་མཉམ་གཤིབ་བཟོ་ནས་ཚང་མ་གི་ཐོག་ལ་མཉམ་ཞུགས་བཟོ་དགོས་ས་རེད་ཨ་ག་ཚད་ཐུག་ཐུག་གིས་ཁ་ཡོད་མཁན་གྱི་ཁ་བེད་སྤྱོད་དང་ལག་ཡོད་མཁན་གྱི་ལག་བེད་སྤྱོད་བཏང་ནས་མདོར་ན་རང་གི་ཅིག་རིག་གནས། དེ་རྗེས་ཡུལ་སྲོལ་གོམས་གཤིས་སྲོལ་རྒྱུན་རིག་གནས་འདི་ཚོ་ཚང་མ་གི་ཐོག་ལ། ང་ཚོ་ཚང་མས་ཤུགས་བརྒྱབ་དགོས་ས་རེད་བསམ་གྱི་འདུག་ཡང་སེམས་ཤུགས་བར་མ་འགྲོ་ཅིག་ལེ་སོང། ལེ་སོང་ལེ་སོང་ལེ་སོང་ལེ་སོང་དངོས་གནས་རེད་དེ་རིང་ང་ཚོ་རིག་གནས་ཀྱི་མཁའ་དབུགས་ཡིན་ན་ལས་ཤིན་ཏུ་ལྕི་བ་ཅིག་རེད་རེད་བ་ལ་མ་སོང། རྒན་དར་གཞོན་གསུམ་ཆ་ཚང་ལོ་སོ་སོའི་གི་ལུས་པོ་སྟེང་ལ་ཡོད་པའི་གི་ལེགས་ཆ་དེ་ཚོ་མ་སྟོན་ཅིག་ཨ་ནི་ལྷག་པར་དུ་ང་ཚོ་བོད་ཀྱི་སྐད་དང་ཡི་གེ་ཡང་སྒོས་སུ་ཡིག་གཟུགས་དེ་ཚོ་སོ་སོའི་གི་དེ་ལ་ཡར་སྟོན་པའི་གི་བརྩེ་བ་ཡིན་ནི་རེད། ཆ་ཚང་ལོ་ཕྱིར་མངོན་ཡོང་དུས་ཙམ་པ་ལས་ང་ཚོའི་གི་སེམས་ནང་ལོ་ནི་དངོས་གནས་ནམ་རྒྱུན་དང་མ་འདྲ་བའི་ཚོར་སྣང་ཞིག་ཏུ་རེད་པ། རེད་རེད་རེད་ད་ག་རེད་ཤ། ལེ་ཟེར། ཨ་ནི།
མཇུག་སྡོམ་ཅིག་བརྒྱབ་ན། དགེ་ལགས་ཀྱིས་མཇུག་སྡོམ་ཅིག་བརྒྱབ་ན། ལེ་ཟེར།
ད་དེང་སང་ང་ཚོ། ལོ་ཆུང་གཞོན་སྐྱེས་མང་པོ་ཅིག་གིས། གཅིག་ནས་ཁ་ཤས་ཅིག་གིས་ད་འདི་ཚོ་ལ་ཡང་དོ་སྣང་བཟོ་རོགས་བཟོ་གི་མི་འདུག་སེ་ཕ་མ་རྣམས་ལ་སེམས་ཁྲལ་ཞེ་དྲག་ཡོད་རེད། གཅིག་ནས་སྐད་ཡིག་ཤེས་རོགས་བཟོ་གི་མི་འདུག་རྩམ་པ་ཟ་རོགས་བྱེད་ཀྱི་མི་འདུག། ཟེར་ཡང་འདྲ་པོ་དེ་འདྲས་ཟེར་བསྡད་ཀྱི་ཡོད་རེད་དེ་ད་དེ་གཙོ་བོ་གཙོ་བོ་དེ། ཁྱིམ་ཚང་གི་སློབ་གསོ་བཏང་སྟངས་ད་སློབ་གསོ་ཟེར་དུས་རྟག་པར་རེ་ཞིག་ཤེས་བསྡད་ཡ་དེ་ཡིན་ས་མ་རེད་ད་གཅིག་བཟོ་ཤོག་གཉིས་བཟོ་ཤོག་ཟེར་ནས་ཤེས་བསྡད་ཡ་དེ་ཁྱོན་ནས་མ་རེད་ཤག་གཙོ་བོ་གཙོ་བོ་བསྟན་ཡ་དེ་རེད་ཤག་དེ་ཡིན་ཚ་དུས་ད་ལྟ་ཕ་མ་དེ་ཚོ་གི་དུས་རྒྱུན་དུ་ཨོ་ཁོ་ཚོ་རྩམ་པ་ཟོས་ན་གཟུགས་པོ་མ་འདྲ་བ་འདུག་ཨང་ཁོ་ཚོས་སྐད་ཡི་གེ་དེ་བེད་སྤྱོད་བཏང་ནས་ཁ་གསོས་གི་འདུག་ཨང་དེ་ལས་མ་ཚད་པ་ཅིག་མི་གཞན་དག་གི་མདུན་ལ་མིད་གྲབས་ལ་སླེབས་གི་འདུག་ཨང་ཁོ་ཚོས་ཡང་ཅིག་ག་འདྲ་བཟོ་བ་རེད་ད་མི་རིགས་ཀྱི་སྲོལ་རྒྱུན་རིག་གནས་ལ་སོགས་པ་འདི་ཚོ་ཡིད་ཆེས་དང། དད་འདུན་གྱི་ངང་ནས་འདི་བེད་སྤྱོད་བཏང་འགྲོ་དེ་ཙམ་པར་ང་ཚོས་ད་སེམས་ཁམས་མ་འདྲ་བ་ཞིག་འདུག་ཨ། བསམ་བློ་བཏང་སྟངས་མ་འདྲ་བ་ཞིག་འདུག་ཨ། དཀའ་ངལ་སྡུག་བསྔལ་ག་རེ་བྱུང་སོང་ན་ལས་གཞན་དང་མ་འདྲ་བས་ཁོ་ཚོ་ལ་ཡ་ཚེ་ནུས་པ་ཅིག་འདུག་ཨ་བསམ་ས་ཅིག་བཏོན་ཐུབ་སོང་ན་དེ་ནས་གཞི་ནས་གཞོན་སྐྱེས་དེ་ཚོ་རང་བཞིན་གྱི་ང་ཚོ་ཞུགས་ལ་ཡོང་གི་རེད་མ་གཏོགས། ཁ་ནས་བཤད་དུས་ཙམ་པ་ལ་ཡ་ད་ངེས་པར་དུ་སྲོལ་རྒྱུན་རིག་གནས་དར་སྤེལ་བཏང་དགོས་རེད་རྒྱུ་མཚན་བཟོ་དགོས་རེད་ཟེར་ལབ་དེ་ནས་གཅིག་བཟོ་དགོས་རེད་གཉིས་བཟོ་དགོས་རེད། ད་ནི་བྱ་བ་ཤོད་ལམ་དེ་ཤིན་ཅི་ཁ་ཅན་ཆང་བཟོས་བསྡད་པ་ཡིན་པ་ཡིན་ན་གཞོན་སྐྱེས་དེ་ཚོར་བག་ཆགས་རྩ་བ་ནས་ཡག་པོ་ཅིག་བཞག་ཐུབ་གི་མ་རེད་དེ་ཡིན་ཚ་དུས་ངས་དེ་རིང་ང་རང་གི་ལོ་ཆུང་ཆུང་ཕྲུ་གུ་དེ་འདྲས་ཀྱི་སྐད་ཡིག་གཙང་མ་བེད་སྤྱོད་བཏང་པ་དང་ཅིག་ཁོ་ཚོས་ཀྱི་ལུས་ངག་ཡིད་གསུམ་གྱི་བྱ་སྤྱོད་ཀྱི་ཐོག་ནས་རང་མི་རིགས་ཀྱི་དྲི་བ་དྲི་མ་དྲོ་ཡོང་བ་ཅིག་ད་ཅིག་ད་ག་འདྲ་བཟོ་གི་རེད། དྲི་བ་མ་ཡལ་བ་ཅིག་མཐོང་ཡོང་དུས། ད་འདི་ཚོ་ཕ་མ་དེ་ཚོ་དམིགས་ས་རེད་བསམ་ནས་ངས་ང་རང་ངོས་ནས་སྐབས་དེ་ནས་ཕྲུ་གུ་དེ་ལ་ཡ་མཚན་ཞི་བོ་ཧང་སང་ཡ་དེ་འདྲས་ཕྲུ་གུ་དེ་ཚོ་ལ་ཞི་བོ་ཧང་སང་ཡ་མཐོང་གི་མི་འདུག། གཙོ་བོ་ཕ་མ་དེ་ཚོ་ཡག་པོ་རེད་བསམ་ཡོང་གི་འདུག་ང་ད་ལྟ་ཕྲུ་གུ་ཆུང་ཆུང་དེ་གི་ཕ་རྒན་དེ་ཐུག་སོང་ངས་ཅིག་ང་རང་གི་ད་གས་ང་རང་གི་བསམ་བློ་ནང་ལ་ཉི་མ་གཅིག་ལ་དེ་གི་ཕ་མ་དེ་ཚོ་ཐུག་སོང་ན་ཡང་ངས་ཚུར་ཕྱིན་མཐའམ་ནས་ཐུགས་རྗེ་ཆེ་ཆེ་ཟེར་དགོས་ཨ་བསམ་སོང་དེ་ལྟར་བྱས་པ་ཡིན་དེ་ཡིན་ཚ་དེ་དེ་ནི་མ་འོངས་པ་ཡིན་ན་ཡང་ཚང་མའི་ཁ་ནས་བཤད་པ་ཙམ་མ་ཡིན་པར་ཅིག་སྐད་ཆ་བཤད་ཐུབ་མཁན་གྱི་སྐད་ཆ་བཤད་རི་མོ་འབྲི་ཐུབ་མཁན་གྱི་རི་མོ་བྲི་གཞན་དག་གང་ཡང་མེད་ན་ཡང། ལྭ་བ་གཙང་མ་རེ་གྱོན་ཐུབ་ན་ཡང་གྱོན། སྐད་ཆ་གཙང་མ་རེ་བཤད་ཐུབ་ན་ཡང་བཤད། ཡི་གེ་གཙང་མ་རེ་འབྲི་ཐུབ་ན་ཡང་འབྲི། བྱ་བ་སྤྱོད་ལམ་གང་ཐོས་ནས། ཨོ་དངོས་གནས་དེ་དང་འདྲ་གི་མི་འདུག་བསམ་བསམ་གྱིས་བཟོད་ཐུབ་སོང་ན། ད་གཟོད་གཞི་ནས་ང་ཚོ་ད། ལྗོངས་ཕྱིའི་མི་རབས་གསར་པ་དེ་ཚོ། དེ་ནི་ཡང་ང་ཚོར་རེ་བ་ཡོད་པའི། ཡལ་ག་ཅིག་ཆགས་ཡོང་གི་རེད་བསམ་གྱི་འདུག་དེ་བཞིན་དུ་དེ་ནི་ཚང་མས་གཙོ་བོ་གཙོ་བོ་ཁྱིམ་ཚང་གི་ཁྱིམ་བདག་རྣམ་པ་ཚོས།